དེ་རྗེས་བླ་ན་མེད་པ་དབུ་ཁྲིད་སྤྱི་ནོར་ཀུང་སི་སྤྱང་ཀི་ཆེན་པོ་ཕྱུག་གིས་ཉིས་སྟོང་བཅུ་བཞི་ལོའི་ནོ་སྦེལ་ཞི་བདེ་གི་གཟེངས་རྟགས་ཐོག་ནང་གི་དམག་འཁྲུག་ཀར་ལག་ཆ་ལྟ་བུ་བེད་སྤྱད་ཀྱིས་བེད་མེད་དུ་དྲང་ནུས་དང་བཙན་ཡང་ཚེ་སྤུ་ཀ་ལང་སོ་ངན་པ་འགུག་ཐབས་ཀྱི་གླིང་གི་དཔེ་གནང་མཁན་ཨི་རག་རྒྱལ་ཁབ་ཀྱི་བུད་མེད Nadia Murad དང། ཁང་གི་རྒྱལ་ཁབ་ཀྱི་བུད་མེད་ཀྱི་གནས་ཆུང་སྨན་པ Dennis Mukwege རྣམ་གཉིས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འཕྲིན་གསོལ་བསྩལ་གནང་འདུག་གོང་ས་མཆོག་གིས་སོ་ཙཱ་ནང་བཀའ་ཚང་ཕྲན་ནང་ཇི་ནང་ཆེ་བོ་གི་དཀའ་སྡུག་དང་ཆེ་ངན་འུ་ཚོབ་ཀྱི་ཕྱི་དྲོ་འགྲོ་བ་མི་གཞན་ལ་ཁོང་རྣམ་གཉིས་ཀྱིས་བྱམས་པ་མེད་པ་སྙིང་སྟོབས་དང་སེམས་ཐག་གཙང་བཅད་ཀྱི་སྒོ་ནས་སེམས་རྒྱུད་ལ་ཡོད་པའི་སྙིང་རྗེ་དེ་དངོས་སུ་ལག་ལེན་དོན་ཐོག་ཏུ་འཁེལ་བ་ཚང་ལས་གནང་བ་ལ་གོང་ས་མཆོག་ནས་རྗེས་སུ་ཡི་རངས་ཞུ་རྒྱུ་ཡིན་ཞེས་གསུང་བ་དང་སྦྲགས། འཛག་གླིང་འདི་ཞེས་འགྲོ་བ་མི་རེ་ཚོང་མ་བདེ་པོ་གི་ཐུགས་ནས་ནུས་བདེ་ཐོབ་ཀྱི་འཛག་གླིང་ཡག་པོ་ཞེས་བྲི་མཐར་སུ་ཁོང་ནང་གཉིས་དང་ལྷན་དུ་ཚགས་གླིང་ནང་ཞིག་གི་ཐིན་དེ་ཡས་ཀྱིས་ཚང་ཁྲི་དེ་གི་ནང་མི་ཐེ་དི་ག་གནང་འདུག་ཕྱི་ཚེས་བརྒྱད་ཉིན་ཀོང་སི་སྤྱང་ཀི་ཆེན་པོ་ཕྱུག་གི་བཞུགས་སྒར་དུ་སོག་པོ་གི་དགེ་ལྡན་པ་སངས་ཅི་ཐང་པ་ལ་རྒྱལ་ཚུགས་ཀྱི་གདམས་པ་འབོག་འཇུག་གནང་ཡོད་འདུག་གནས་ཚུལ་ཞིབ་ཕྲ་འདི་ག་ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་གསར་འགོད་པ་ཨོ་རྒྱན་བསྟན་འཛིན་ལགས་ཀྱིས་ངོ་སྤྲད་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་བཅུ་པའི་ཚེས་བརྒྱད་ཉིན་བཞུགས་སྒར་ཕོ་བྲང་ནང་དུ་སོག་པོའི་ཡུལ་གྱི་དགེ་འདུན་པ་སུམ་ཅུ་ཐམ་པར་དགེ་ཚུལ་གྱི་སྡོམ་པ་འབོག་ཆོག་སྩལ་གནང་མཛད་འདུག་ཁོང་རྣམ་པའི་སྣེ་ཁྲིད་པ་རྒྱ་གར་ལྷོ་ཕྱོགས་སྒོ་མང་གྲྭ་ཚང་གི་གྲྭ་བསམ་གཏན་ལགས་ཀྱིས་ངོ་སྤྲོད་གནང་བར་གཞིགས་ན། སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་ཁོང་ཚོར་བཀའ་སློབ་སྩལ་བའི་ནང་གསལ་སོག་པོ་དང་བོད་རྒྱལ་ཁབ་གཉིས་དབར་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་པ་བཞིན་སོག་པོ་ཚོ་ཕ་མེས་ནས་ནང་པ་ཡིན་པར་སོང་སངས་རྒྱས་ཀྱི་ཆོས་ལ་སློབ་གཉེར་བྱེད་ཡ་དེ་གལ་ཆེན་པོ་ཡིན་པ་དང་གདན་སའི་ནང་སློབ་གཉེར་བྱས་ནས་མ་འོངས་པར་སོག་པོ་དང་ཁྱིམ་མཚེས་རྒྱལ་ཁབ་ཚོའི་ནང་སངས་རྒྱས་ཀྱི་བསྟན་པ་སླར་གསོ་ཚད་ལྡན་བྱེད་ཐུབ་པ་ཞིག་དགོས་པའི་སྐོར་བཀའ་སློབ་སྩལ་གནང་མཛད་སོང་ཞེས། ཨ་དེས་དེ་རིང་འདི་ཇོ་མོ་རིན་པོ་ཆེ་དེ་སོག་པོ་དགེ་ཕྲུག་ཚོ་ལ་དེ་དགེ་ཚུལ་དགེ་ཚུལ་གྱི་སྡོམ་པ་ནང་དེ་ནས་བཀའ་སློབ་གནང་ཡོད་རེད། ད་སྔ་མ་གི།

མ་ཟུམ་རྒྱག་གི་འདུག་ཟེར་ན་དེ་ནས་ག་ལོ་གནང། ཁོང་རྣམ་པ་ད་རེས་སྤྱི་ནོར་ཁོང་སྟེམས་མགོན་ཆེན་པོ་མཆོག་གི་བཞུགས་སྒར་དུ་དཔལ་ལྡན་ཟླ་བ་གྲགས་པས་མཛད་པའི་དབུ་མ་འཇུག་པའི་གསུང་ཆོས་ཞུ་བ་དང་སྦྲགས་དགྱེས་ཚུལ་གྱི་འདོན་པ་ཞུས་ཏེ་རྗེས་སུ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་བུ་མོའི་གཞིས་ཆགས་ནང་རྟེན་གཞི་བྱས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་དུ་སློབ་གཉེར་གནང་རྒྱུ་ཡིན་ཅིང་ཁོང་རྣམ་པ་སོག་པོའི་མངའ་སྡེ་མི་འདྲ་བ་ནས་ཡོང་བ་རེད་ཅེས་ད་སོག་པོའི་ང་དེ་ང་སྡུག་ནང་ལ་ཡོད་རེད་ཟེར་ཏེ་མི་འདང་བ་མང་པོ་ཁ་ཤས་འདུམ་པ་དེ་ནས་དེ་དེ་ད་བ་ཚར་ཚུར་ཚོ་བ་དེ་དེ་རིང་ནས་དེ་ད་བ་ཚོ་ཡོད་རེད་ཟེར་ཏེ་ཚོ་བོ་འདུམ་པ་མི་འདང་བ་བསྟུན་ཡོད་རེད། ཉིས་སྟོང་བཅོ་བརྒྱད་ཟླ་བ་བཅུ་པའི་ཚེས་དགུ་ཉིན་སླར་ཡང་བཞུགས་སྒར་ཕོ་བྲང་ནང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ནས་སོག་པོའི་དགེ་འདུན་པ་ལྔ་བཅུ་ང་དགུ་ལ་དགེ་ཚུལ་གྱི་སྡོམ་པ་འབོག་ཆོག་བསྩལ་གནང་མཛད་རྒྱུ་བཅས་ཁྱོན་ཉིན་གྲངས་གཉིས་ཀྱི་ནང་དགེ་འདུན་པ་བསྡོམས་བརྒྱད་ཅུ་གྱ་དགུ་ལ་དགེ་ཚུལ་གྱི་སྡོམ་པ་འབོག་ཆོག་སྩལ་ན་མཛད་ཡོད་རེད་ཅེས་རྒན་བསམ་གཏན་ལགས་ཀྱིས་ངོ་སྤྲོད་གནང་བྱུང། པར་པ་བསྟན་འཛིན་དོན་ཡོད་དང་གསར་འགོད་པ་ཨུ་རྒྱན་བསྟན་འཛིན་གཉིས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས། ཅི་ཚེ་གྲགས་གཉན་བོད་ཀྱི་བླ་ན་མེད་པ་དབུ་ཁྲིད་གཅུན་ནོར་ཀོང་སི་སྤྱན་རྒྱས་ཆེན་པོ་མཆོག་གིས་བཞུགས་སྒར་རྡ་རུང་ས་ལ་གི་ཐེག་ཆེན་ཆུ་ལེན་རྩིས་ལག་ཁང་དུ། ཐའེ་ཝན་གྱི་བོད་བརྒྱུད་ནང་བསྟན་གྱི་ཆོས་ཚོགས་ཁག་བཅུ་གཅིག་མཉམ་དུ་བསྡུས་པའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ནས་ཕྱི་ཟླ་གསུམ་འདས་ཞུས་པ་བཞིན། སྙན་གཞག་རང་གི་ཆུང་འདྲིས་ཡོངས་རྫོགས་ལེགས་པར་བསྒྲགས་གནང་འདུག་འདི་གི་སྐོར་གྱི་གནས་ཚུལ་ཞི་ཁྲ་བློ་དཔལ་ལགས་ཀྱིས་ཉིན་དྲན་བྱེད་ཀྱི་རེད། བོད་མིའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཐའེ་ཝན་གྱི་རྒྱ་རིགས་ཕྱོགས་བཞི་བ་གཙོར་བྱས་པ། ཕྱི་ནང་གི་མི་མང་བདུན་སྟོང་བརྒལ་བ་ལ་གསུང་ཆོས་གནང་བཞིན་པ་ལས། གསུང་ཆོས་ཉི་མ་མཐའ་མ་སྤྱིར་ལྡབ་བཅུ་བ་གི་ཚེས་བབ་དྲུག་ཉིན་མོར་གཞིས་སྒར་ཐེག་ཆེན་ཕྱོགས་གླང་གཙུག་ལག་ཁང་དུ ྋགོང་ས་མཆོག་ནས་བཀའ་ཆོས་གི་མཇུག་བསྟར་དགོས་པར། སྤྱན་རས་གཟིགས་ངན་སོང་ཀུན་གྲོལ་གྱི་རྗེས་གནང་དང། འཇམ་མགོན་བླ་མ་བཙོང་ཁ་བ་ཆེན་པོའི་མཛད་པ་ལམ་གྱི་གཙོ་བོ་རྣམ་གསུམ་གྱི་བཀའ་ཁྲིད་བཅས་གནང་སོང་ལ། ཐོག་མར་གུང་ས་མཆོག་ནས་སྤྱན་རས་གཟིགས་ངན་སོང་ཀུན་གྲོལ་གྱི་རྗེས་གནང་བསྩལ་གཏོང་གི་གུ་རེ་བཀའ་ཕེབས་རྒྱུར། སྤྱན་རས་གཟིགས་ངན་སོང་ཀུན་གྲོལ་འདི། ངས་བསྙེན་པར་ཞལ་བཏང་ཡོད་རེད། སྤྱན་རས་ངན་སོང་ཀུན་གྲོལ་གྱི་སྒོམ་བཟླས་དང་འབྲེལ་ཐོག་ནས་ངས་མི་ནི་འབུམ་དྲུག་བསགས་ཡོད་རེད།

ཚངས་སྤྱོད་ཀྱི་ནི་མེད་པར་བྱས། ཡོངས་རྫོགས་ཀྱི་ནི་བསྲེ་བ་སྟེ། འབྲུ་ཚུགས་ནས་ཡག་པོ་ཡོ་བ་རེད་འདུག་སྲིད་ཡིན། ཡང་གོང་ས་མཆོག་ནས་འུ་དུབ་གངས་ཅན་འགར་ལྗོངས་སུ་དུས་རབས་བཅུ་བ་དབྱར་བཅུ་གཅིག་བ་གི་ནང་ཨ། སངས་རྒྱས་ཀྱི་བསྟན་པ་ལ་ཉམས་ཆག་ཆེན་པོ་བྱུང་སྟེ། ཧ་ལམ་དབུས་ཁུལ་དུ་རབ་བྱུང་ངུར་སྨུག་འཆང་བ་མཐོང་ཡུལ་དུ་མེད་པར་ལོ་དྲུག་ཅུ་སྐོར་གཟུགས་བསྡད་པ་བསྡད། གཞི་ནས་སྟོད་དུ་མངའ་རིས་ཆོས་རྒྱལ་གྱིས་ཇོ་བོ་རྗེའི་གདན་ཞུས་གནང་སྟེ། ཇོ་བོ་རྗེས་མངའ་རིས་མཐོ་གླིང་དུ་སྡེ་སྣོད་གསུམ་གྱི་བརྗོད་བྱ་སྙིང་བོ་དྲིལ་བ། སྤྱི་བོའི་གསུམ་གྱི་ལམ་རིམ་རེར་བསྡུས་ནས་ལམ་སྒྲོན་མཛད་པ་ངོ་སྤྲོད་གནང་བ་དང་འབྲེལ། ལམ་གཙོ་མཛད་མཁན་རྗེ་ཙོང་ཁ་བ་ཆེན་པོའི་ལྟ་བའི་བཤད་པ་རྫོགས་མཚམས་ཀྱི་སྐོར་བཀའ་ཕེབས་རྒྱུར། ཏང་ཨུ་ཕྱི་རིམ་གྱི་བྱ་བྲལ་ཕེབས། ལྷོ་ཁ་བྱ་བྲལ་ཕེབས། ད་ཧོ་པེ་ཀི། འོལ་ཁ་ཆུས་ཀླུང། དེ་ནས།

ཨེ་ནི་མི་དགེའི་ཁོང་གི། ས་བརྒྱད་ཀྱི་བསྟན་པ་སྤྱི་དང་བྱེ་བྲག་ཨེ་ནི་འཇམ་མགོན་བླ་མའི་བསྟན་པ། ལེགས་ཨེ་ནི་བུ་གའི། ཤེལ་གྲུ་གཉིས་ཀྱི་ཐང་ནས་ཁ་བརྡ་བསྟན་པའི་ཞབས་འདེགས་དུ་བསྐྲུན་ནས་བཞུད་པའི་ཁ་ཐུག་ལ་ཡང་ཨེ་ནི། ལྟ། དེ་དུས་མོ་ཏྲ་ཅན་ནི་ཡོག་མར་བ་ལྟ་ཐག་རིང་པོ་ཤར་བ་ལྟ་ཨེ་ནི་ཤར་རྒྱལ་མོ་རོང་ནས། འཕྲིན་ཡིག་གི་ལམ་ནས་ཇེར་མོ་ཆུ་ལ་སྐུལ་མ་ཞུས་ནས་ཨེ་ནི་དྭངས་མ་ཅན་ནོར་བ་ནང་ཟེར་ནས་བཞུད་པ་རེད། ཨེ་ནི་ཇེར་མོ་ཆུ་གི་ལམ་ཚུགས་དུ་མཛད་པ་རེད།

མཇུག་ཏུ་སྤྱན་རས་གཟིགས་སྔོན་སོང་ཀུན་གྲོལ་གྱི་རྗེས་གནང་སྩལ་ཏེ། རྗེས་གནང་དེ་ནི་ཧ་ཅང་གི་བྱིན་རླབས་ཆེན་པོ་སྟེ། ཚར་རེ་ཐོབ་པས་ཀྱང་སྔོན་སོང་གི་སྐྱེ་དགུ་འགོག་ལུགས་ཀྱི་བཀའ་སྩལ་ཡོད། བཞུགས་སྒར་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཟླ་དཔལ་བ་བསྟན་འཛིན་ཨོ་ཟེར་གཉིས་ཀ་ཡིན། ཨོ་བྷེམ་ཀི་མགྲིན་ཚབ་ཀྱི་སྲིད་སྐྱོང་ཆུ་ཆེག་ཅི་ཐན་རྒྱལ་ཁབ་ཀྱི་རྒྱལ་ས Prague ནང་ཚུལ་བཞིན་པའི་ཉིས་སྟོང་ལོའི་གླེང་སྟེགས་ཞིབ་ཀྱི་ལྷན་ཚོགས་ཐོག་མྱང་ཞོ་གནང་དང། སྲིད་སྐྱོང་བློ་བཟང་སེང་གེས་ཆུ་སྤྱི་ཟླ་བཅུ་བ་གི་ཚེས་ཟླ་ནས་དགུ་བར་ཉིན་བཟང་རིང་ཚོུད་གཞན་པའི་གི་ཉིས་སྟོང་ལོ་ལེན་བསྟན་ཞིབ་ཀྱི་ལྷན་ཚོགས་ཐེངས་ཉེར་བཞི་རྩ་གཉིས་པ་ཐོག་མྱང་ཞུ་གནང་ཡོད་པ་དང། ཚེས་ཟླ་ཉིན་ལྷན་ཚོགས་ཀྱི་དབུ་འབྱེད་མཛད་སྒོ་ལ་མྱང་ཞུ་དང་ཕྱི་ཚེས་བརྒྱད་ཉིན་ཚོགས་ཆེན་དངོས་གཞི་ཀྱི་ཐོག་རྒྱལ་སྤྱི་ཀྱི་ཐོག་རྒྱ་ནག་ལ་ཁ་གཏད་ཇི་ལྟར་གཅོག་ཐབས་ཞིབ་ཀྱི་རྗེས་ཐོག་གཏམ་བཤད་གནང་བཞིན་ཡོད་པའི་སྐོར་སྲིད་སྐྱོང་མཆོག་གི་ངོ་དེབ་དྲ་ཐོག་ཏུ་བཞག་ཡོད་པ་རེད། འདི་ལོ་གི་ཉིས་སྟོང་ལོ་ལེན་ཏན་ཞིབ་ཀྱི་ལྷན་ཚོགས་ཀྱི་རྒྱལ་གཞི་ནི་དམངས་གཙོ་ཞེས་པ་ཡིན་ཞིང། དམངས་གཙོ་ཞིབ་ཀྱི་རྒྱལ་གཞི་དང་འབྲེལ་བ་ཡོད་པའི་བརྩི་སྒོ་ཁག་མི་འདྲ་བ་སུམ་ཅུ་ལ་གོ་སྒྲིག་ཞུས་པ་རེད། གཞན་ཡང་སྲིད་སྐྱོང་མཆོག་གི་འཛིན་རིམ་སྐོར་ཕལ་མོ་ཀ་སྒྲིག་འཛུགས་ཀྱི་དྲ་རྒྱ་གི་ཐོག་གནས་ཚུལ་སྤེལ་བ་ལ་གཞིགས་ན། སྤྱི་ཚེས་ཟླའི་ཉིན་སྲིད་སྐྱོང་མཆོག་ཆེ་བསྟན་རྒྱལ་ཁབ་ཀྱི་རྒྱལ་ས Prague དུ་ཕེབས་རྗེས་འདུ་འཛོམས་ཚེ་ཕུག་གི་མི་མང་ཁག་བཅས་ལ་རྒྱ་ནག་གི་རྒྱལ་སྤྱིའི་ལྷ་ཁང་བཅས་ཀྱི་ལས་འཆར་དེ་གའི་ཤུགས་རྐྱེན་སྐོར་གཏམ་བཤད་སྤེལ་བ་བརྒྱད་འདུག།
རྒྱ་གར་འབྲས་ལྗོངས་རྒྱལ་ས་གི་སྒང་ཏོག་ནང་འཚུབ་ཀྱི་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པ་ཤེའུ་གི་ཚོང་འདུས་ཐེངས་བདུན་པ་དེ་བྱང་འབྲི་བུ་གི་སྐོར་སངས་རྒྱས་པ་པ་སངས་ཚེ་རིང་ལགས་ཀྱིས་ངོ་སྤྲོད་གནང་གི་རེད། འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་འཚོགས་བཞིན་པའི་ནང་པའི་མཁས་དབང་དང་ཚན་རིག་པའི་བར་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་ཐོག་རྒྱལ་སྤྱིའི་བགྲོ་གླེང་ཚོགས་འདུ་ཐེངས་བདུན་པ་དེ་ད་རེས་མཇུག་སྒྲིལ་གནང་ཡོད་པ་རེད། དེ་ཡང་འབྲས་ལྗོངས་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་དང་རྡ་ས་བོད་ཀྱི་དཔེ་མཛོད་ཁང་གཉིས་ཟུང་འབྲེལ་གྱི་གོ་སྒྲིག་ཐོག་ཟླ་བ་འདིའི་ཕྱི་ཚེས་བཞི་ནས་དྲུག་བར་ཉིན་གྲངས་གསུམ་རིང་ལྟ་ཞིབ་དང་དངོས་ཡོད་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་ཨ་རི་རྒྱ་གར་དང་ཨོ་སི་ཀྲོ་ལི་ཡ་བཅས་ནས་ཕེབས་པའི་མཁས་དབང་ཁག་དང་ཀ་ལན་པུ་རྡོ་རྗེ་གླིང་དང་འབྲས་ལྗོངས་ཁུལ་གྱི་ཆོས་བརྒྱུད་རིས་མེད་ཀྱི་དགེ་འདུན་པ་རྣམ་པ་དང་སྒང་ཏོག་ནང་གི་སློབ་གྲྭ་དང་མཐོ་སློབ་ཁག་ནང་སྐྱོད་བཞིན་པའི་སློབ་ཕྲུག་ཚོའི་བར་བསམ་ཚུལ་བརྗེ་ལེན་དང་གཏམ་བཤད་དེ་བཞིན་དྲི་བ་དྲིས་ལན་དང་གྲོས་བསྡུར་སོགས་ཀྱི་ལམ་ནས་བགྲོ་གླེང་ཚོགས་འདུ་དེ་འཚོགས་ཡོད་པ་དང་ཚོགས་འདུའི་ཐོག་ཨ་རིའི་ཧེམ་ལ་ཡིན་གཙུག་ལག་སློབ་གྲྭ་ཆེན་མོའི་ནང་སློབ་དཔོན་གནང་མྱོང་མཁན་དང་དངོས་ཁམས་རིག་པ་བ་སྐུ་ཞབས Theodore Hotup ལགས་ནས་ཚད་རྡུལ་དངོས་ཁམས་རིག་པའི་ངོ་སྤྲོད་དང། སྲོལ་རྒྱུན་དང་དེང་དུས་དངོས་ཁམས་རིག་པའི་བར་འགལ་འདུ་གང་ཡོད་སྐོར་གླེང་སློང་གནང་ཡོད་པ་མ་ཟད་ནང་དོན་རིག་པའི་མཁས་དབང་རྡ་ས་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ནས་ནང་པའི་གྲུབ་མཐའ་ཁག་གི་རྡུལ་གྱི་རྣམ་གཞག་འཇོག་ཚུལ་གྲུབ་མཐའ་སོ་སོས་རྡུལ་ཕྲན་ལ་ལྟ་ཚུལ་གང་འདྲ་ཡིན་མིན་དང་བདེན་པ་གཉིས་ཀྱི་སྐོར་འགྲེལ་བརྗོད་དང་ཡང་མཁས་དབང་ཁག་ཅིག་ནས་རྒྱུ་འབྲས། རྣམ་བཤད་དང་ཤེས་བྱ་ལྟ་ཞིབ་དེ་བཞིན་ནང་པའི་གྲུབ་མཐའ་བཞི་ཡུལ་དང་ཡུལ་ཅན་གྱི་འབྲེལ་བ་འཇོག་ཚུལ་དང་དངོས་ཁམས་རིག་པ་དང་ནང་པའི་རྩ་དོན་དང་རང་བཞིན་སྐོར་གླེང་སློང་དང་གྲོས་བསྡུར་བྱས་ཡོད་པ་རེད། སྤྱིར་འབྲས་ལྗོངས་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་ནས་ནང་པའི་མཁས་དབང་དང་རྩེད་རིགས་བར་གྱི་མཁས་པའི་བགྲོ་གླེང་ཐེངས་མང་པོ་གོ་སྒྲིག་ཞུས་ཡོད་པ་དང་ད་རེས་ཆེད་མངགས་ཀ་རྡོར་སྒང་གསུམ་ཁུལ་གྱི་རིས་མེད་དགོན་སྡེ་ཁག་གི་དགེ་འདུན་པ་རྣམ་པ་དང་སློབ་ཕྲུག་ཚོར་དམིགས་ཏེ་བགྲོ་གླེང་ཚོགས་འདུ་དེ་གོ་སྒྲིག་ཞུས་པ་ཞིག་རེད་འདུག། ཀྲུའུ་ལགས་ཀྱིས་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་གིས་ང་ཚོས་ཀྱི་དགེ་བཤེས་ལགས་ཁོ་ན་ཚོ་གི་སྲུང་མ་ནང་བཞིན་བྱས་ནས་ང་ཚོའི་སླབ་གྲྭ་ཁག་ཚང་མ་ལ Specially དང Senior Secondary School དེ་ཚོ་ཚང་མ་དང College དེ་ག་ཚང་མ་ལ་ནི་སྐད་བཏང་ནས་སྤུ་མང་པོ་ཞིག་དེ་ཕེབས་སོང་ཨ་ཁོ་རང་ཚོ་གི་དཔེ་ཡག་པོ་བྱུང་སོང་ཟེར་གྱི་འདུག་ཨ་ནི་ཁོ་ཚོས་ཟེར་ན་འདིའི་གི་ད་རེའི་འདིའི་བགྲོ་གླེང་འདི་གི་ཁོ་ཚོ་ལ་དཔེ་ཕན་ཐོགས་སོང་ཟེར་གྱི་འདུག། ཡང་ཐེངས་འདིའི་ནང་པའི་མཁས་དབང་དང་ཚན་རིག་བར་གྱི་བགྲོ་གླེང་བརྒྱུད་ཕན་ཚུན་གཉིས་ཀར་ལ་བློ་སྐྱེད་ཡོང་ཡག་དང་བློ་སྐྱེད་དེའི་ཐོག་ནས་འཛམ་གླིང་སྤྱི་ལ་ཞི་བདེ་བསྐྲུན་ཡག་ལ་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་རེད། དེ་ནི་ཚན་རིག་གི་ཐོག་ནས་ཡིན་ན་ཚན་རིག་གིས་ད་འཕྲུལ་རིག་བཟོ་གི་ཡོད་རེད། འཕྲུལ་རིག་གི་བརྒྱུད་ནས་ཕྱི་དངོས་པོ་མང་པོ་ཅིག་མཐུན་རྐྱེན་མང་པོ་ཅིག་སྒྲིག་གི་ཡོད་རེད་དེ་ཡང་ནང་གི་བསམ་བློ་གི་བདེ་སྐྱིད་བསྐྲུན་ཡས་དེ་ཡང་ཁོ་ཚོ་གི་སྡེ་སེ་མའི་མདོག་མདོག་རེད་ཅེས་ཤུགས་ཞི་དྲག་མ་བརྒྱབ་བསྟན་ཡོད་དུས་ད་ནང་བསམ་བློའི་བདེ་སྐྱིད་བསྐྲུན་ཡས་ལ་ནང་ཆོས་ཀྱི་ཐུན་མོང་མིན་པའི་ཆེད་སྤྱོད་ཞིབ་ཀྱི་ཡོད་དུས་དུས་ཚོད་ཕག་རྗེས་ཤེས་ཡོང་དུས

ངོས་རང་ལ་ད་རེས་ཀྱི་བགྲོ་གླེང་དེ་རིན་ཐང་ཅན་དང་བློ་ལ་འཐད་པོ་བྱུང་སོང་ལྷག་པར་དུ་ནང་པའི་དགེ་འདུན་པ་ཚོ་དང་སློབ་ཕྲུག་མང་པོ་ཞིག་ནས་དོན་གཉེར་ཆེན་པོའི་ངང་བརྗོད་གཞི་འདྲ་མིན་ཐོག་ཚན་རིག་དང་ནང་པའི་ལྟ་ཚུལ་དང་འབྲེལ་བའི་ཐོག་དྲི་བ་མང་པོ་ཞིག་བསྐུལ་ནས་བགྲོ་གླེང་དེ་ཚགས་ཚུབ་དང་ཕན་ཐོགས་ཆེན་པོ་བྱུང། རྡ་ས་བོད་ཀྱི་དཔེ་མཛོད་ཁང་ནས་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ནས་བཟུང་རྒྱ་གར་གྱི་ས་གནས་ཁག་འདྲ་མིན་ནང་ཚན་རིག་དང་ནང་པའི་མཁས་དབང་བར་གྱི་བགྲོ་གླེང་ཐེངས་དྲུག་ཙམ་གོ་སྒྲིག་ཞུས་ཟིན་པ་དང་ད་རེས་ཀ་ཐོར་གངས་གསུམ་ཁུལ་གྱི་རིས་མེད་དགོན་སྡེ་ཁག་གི་དགེ་འདུན་པ་སུམ་ཅུ་ཙམ་ལ་བགྲོ་གླེང་གི་སྔོན་འགྲོར་ཚན་རིག་ངོ་སྤྲོད་ཀྱི་ཟབ་སྦྱོང་དང་བགྲོ་གླེང་ནང་མཉམ་ཞུགས་གནང་རྒྱུའི་གུས་སྐབས་གནང་བར་དགེ་འདུན་པ་དང་སློབ་ཕྲུག་ཚོ་ལ་ཕན་ཐོགས་རྒྱ་ཆེ་བྱུང་ཡོད་པ་རེད་འདུག། ལྗོངས་སུ་སྙེ་མ་ནང་བཞིན་དེ་རེད་མི་འདུག། ཟས་རིགས་ཟས་ཡག་དེ་ནང་ཆུ་ཟས་གཉིས་དེ་དཔེ། དང་བླངས་ཡག་པོ་ཞིག་འདུག་བསམ་དེ་འདྲ་ཞིག་ཚོར་སྣང་བྱུང།

དགེ་འདུན་པ་དེ་སོགས་ལ་ཧ་ལས་ཡག་གི་དེ་འདྲའི་ཕན་ཐོགས་བྱུང་སོང་ཟེར། ང་རང་སྒེར་ལ་ཡང་ཧ་ལས་ཡག་གི་དེ་འདྲའི་ཀྱི་ཕན་ཐོགས་བྱུང་སོང་ཟེར་ནས་དེ་འདྲའི་ཀྱི་ཞུ་ཡ་ཡིན། གྲྭ་པ་ལ་དམིགས་བསལ་གྱི་མཐོང་རྒྱ་ཆེ་རུ་བྱེད། དཔེར་ན་ཚན་རིག་ནང་ལ་ག་འདྲས་ག་འདྲས་བཤད་ཡོད་ནམ་པའི་ནང་ལ་ག་འདྲས་མཐོང་རྒྱ་ཆེ་རུ་བྱེད་ནས་དེ་འདྲས་ཀྱི་ད་ང་ཚོའི་ལྟ་ཚུལ་ལ་དེ་འདྲས་རབ་བྱུང་སོང་ད་མཐོང་རྒྱ་ཆེར་འགྲོ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་དགེ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
བོད་ཀྱི་རྒྱལ་ས་ལྷ་ས་ལ་གནས་སྐུ་དུ་ཕེབས་མཁན་མདོ་སྨད་ནས་ཡིན་པ་བེ་རི་སངས། ལམ་དབུ་ན་ག་མོ་ཞེས་པའི་ས་གནས་རུ་ཉེན་རྟོག་པས་གཞས་ལག་ཁྱེར་བཅུ་ཡི་འདྲི་རྩད་བྱས་རྗེས་བཀག་ཉར་བྱས་ཤིང། ཉེན་བཤིག་རྗེས་ལྷ་ས་ལ་འགྲོ་མི་ཆོག་པ་དང་རང་གི་ས་གནས་སུ་ཚུར་ལོག་བྱེད་དགོས་པ་བཙན་བཀའ་བཏང་འདུག་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ཐོན་པ་བཞིན་ན་གོང་ཞུས་བེ་རི་སངས་སྤྱི་མོས་ཀྱི་ལག་ཁྱེར་ཡོད་པ་ལས་གཞན་ཡིག་ཆ་བསྟན་རྒྱུ་མེད་པར་བརྟེན་བཀག་ཉར་དང་རང་གནས་སུ་ཚུར་ལོག་བྱེད་བཅུག་པ་ཡིན་འདུག། སྤྱི་དང་བེད་ཀྱི་མདོ་བསྟན་མེད་ནས་འུ་ཚང་འདི་ནི་གོ་ལ་ཕེད་མཁན་ཚོ་ལ་ལག་ཆད་མང་དག་ཞུ་དགོས་ཤིང་དགེ་འདུན་པ་ཞིག་ཡིན་ན་རང་གི་རྒན་པ་གྲྭ་ཚང་དང་དེ་ནས་རྫོང་སོགས་ནས་ཐོངས་མཆན་ཡིག་ཆ་ཞུ་དགོས་ཤིང། མི་སྐྱ་ཡང་རང་གི་སྡེ་ནས་རྫོང་སོགས་ཀྱི་ཀ་འཕྲོ་ཡིག་ཆ་ཞུ་དགོས་ཀྱི་ཡོད་པ་རེད། འོན་ཀྱང་རྒྱ་རིགས་ཤིག་ཡིན་ན་བེ་རི་ལྟར་འགྲོ་འོང་གི་ཡིག་ཆ་གང་ཡང་ཤེས་མི་དགོས་ཤིང་སྤྱི་མོས་ཐོག་ཐང་གི་ཡིག་ཆ་ཡོད་ན་བེད་ཀྱི་ས་ཚོ་གང་ས་ལ་འགྲོ་འོང་ཆོག་ཡོད་པས་རྒྱ་ནག་གཞང་གི་མི་རིགས་དབྱེ་འབྱེད་ཀྱི་སྲིད་ཇུས་ལག་བསྟར་ཚད་མཁས་པ་ཤིན་ཏུ་ངན་པ་གསར་བ་བྱས་འདུག་གོང་ཞུས་མདོ་སྨད་ཟི་ལིང་གྲོང་ཁྱེར་གྱི་བེ་རི་གསུམ་པོ་དེ་དག་ལ་གནས་སྐོར་དུ་འགྲོ་རྒྱུ་བཀག་སྡོམ་བྱས་པ་ལས་ཉེས་རྡུང་གཏོང་བ་སོགས་གང་ཡང་མཛད་མེད་ལུགས་བེད་ནས་བེ་རི་ཤག་གིས་འདི་ག་སངས་རྒྱས་པ་ལ་མུ་མཐུད་དུ་འགྲེལ་བརྗོད་གནང་འདུག། རྒྱ་གར་དམར་མགོ་གཞིས་ཆགས་ནང་ཆུ་བོ་གི་ནད་གཞི་སྔས་འགོག་དང་སྐྱེ་འགོག་འགོག་ཐབས་ཀྱི་ལས་གཞི་སྤེལ་ཡོད་པའི་སྐོར་སྤེལ་མ་དངོས་གྲུབ་ལགས་ཀྱིས་ངོ་སྤྲོད་གནང་གི་རེད། རྒྱ་གར་ལྷོ་ཕྱོགས་མོན་གྷོ་སྡོད་ཁུལ་ནས་གཞིས་ཁོངས་སུ་ཁྱི་ཡི་སྐད་གོ་དཀའ་བ་དང་ཁྱི་ཡི་ནད་གཞི་སྔོན་འགོག་དང། སྨན་བཅོས་སོགས་ཀྱི་ལས་འགུལ་ཞིག་ཟླ་བ་གཅིག་མ་ཟིན་ཙམ་གྱི་རིང་སྤེལ་གནང་གི་འདུག་དེ་ཡང་རྒྱ་གར་ལྷོ་ཕྱོགས་ཅེ་ནཱི་གྲོང་ཁྱེར་ནང་གཏན་བཞུགས་གནང་མཁན། རྒྱ་གར་བོད་དོན་རྒྱབ་སྐྱོར་བ་ལྕམ་སྐུ་ཨ་ཤ་རེ་ཏི་ལགས་དང། ཁོང་གི་བུ་མོ་ནཱ་ཏི་ཏཱ་རེ་ཏི་དང་ལས་རོགས་རོ་མན་ནན་ཡིན་པ། ཁྱེད་སྨན་པ་བཅས་ཀྱི་འགན་འཁུར་སྣེ་ཁྲིད་འོག་ནེའུ་ཙི་ལན་གྱི་ནང་ཡོད་པའི་སྙིང་རྗེའི་ཐེབས་རྩ་དང་ལྷོ་སའི་ལིན་གྲྭ་ཚང་བཅས་ཀྱི་མཐུན་འགྱུར་རྒྱབ་སྐྱོར་འོག་ཟླ་བ་སྔོན་མའི་ཕྱི་ཚེས་ཉིན་རྩ་དགུ་ཉིན་ནས་དབུ་འཛུགས་ཀྱིས་དུས་ཡུན་ཟླ་བ་གཅིག་མ་ཟིན་ཙམ་གྱི་རིང་རྒྱ་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ཀྱི་ནང་ཁྱིའི་སྐད་སྒོ་བཀག་པ་དང་ཁྱིའི་ནད་གཞི་སྔོན་འགོག་དང་སྨན་བཅོས་སོགས་ཀྱི་ལས་གུས་སྤེལ་གནང་གི་ཡོད་པ་རེད་འདུག་ལ། དེ་ནི་གཙོ་བོ་ཨ་ཤ་རི་ཏི་ལ་དེ་སྔོན་གཞིས་ཁོངས་དེའི་ནང་གོ་སེར་སྐྱབས་མགོན་ཆེན་པོ་མཆོག་དང་སློབ་དཔོན་ཟམ་གདོང་རིན་པོ་ཆེ་རྣམ་གཉིས་ཀྱིས་གསུང་ཆོས་ཞུ་སྐབས་བཅར་བའི་སྐབས་ས་གནས་བུད་མེད་སྐྱ་སེར་གཉིས་ནས་སེམས་ཅན་ལ་བྱམས་བརྩེ་སྐྱོང་ཞུས་པའི་གཟིགས་ཚུལ་བྱུང་ཡོད་ན་ཡང། སྲང་ལམ་ཁག་གི་ཁྱིའི་དཀའ་ངལ་གནས་སྟངས་རྣམས་རང་གི་བུ་མོར་ཞིབ་ཕྲ་གསལ་བཤད་བྱས་པའི་རྒྱུ་མཚན་ལ་བརྟེན་ནས་བུ་མོ་ནག་འདི་དག་གིས་བསམ་ཚུལ་གནང་བའི་དུས་སྟོན་རང་དབང་ཚོགས་ཆུང་ནས་ན་ནིང་ལོར་བདུད་དགོན་ལས་གཞི་ཁོང་གི་ནང་ལས་འགུལ་སྤེལ་བ་དེ་མཇུག་སྐྱོང་གི་ཆེད

དུས་ཀུན་ལས་ས་གནས་འགོ་འཛིན་གྱིས་གཙོས་པའི་ལས་སྣེ་རྣམ་པ་མཉམ་ཞུགས་ཀྱི་ཐོག་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་གསུང་བཤད་གནང་བའི་ནང་དུ་བོད་མི་ཚོ་ནང་པ་ཡིན་པ་དང་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་ལ་དད་པ་ཡིད་ཆེས་ཀྱིས་ཉམས་ལེན་བྱེད་མཁན་ཞིག་འདུས། དུད་འགྲོའི་རིགས་གཅིག་དང་ཁྱད་པར་དུ་མི་ལ་གཏན་ནས་མ་གཏོགས་འཚོ་མི་ཐུབ་པའི་དུད་འགྲོའི་རིགས་ལ་བྱམས་བརྩེས་སྐྱོང་དགོས་རྒྱུ་གལ་ཆེན་པོ་ཡིན་པ་གསུངས་གནང་ཡོད་པ་རེད། ང་ཚོ་བོད་པ།
ནང་པ། མཐིལ་ཕྱིན་པ་ཡིན་གསུང་ངན་བྱས་ཏེ། རྒྱུན་ལྡན་ནས། དུད་འགྲོའི་རིགས་ཐམས་ཅད་དང། ལྷ་བར་དུ་ཡི། མི་ལ་ཡ། སྟེང་ནས་མ་གཏོགས་ཚུར་མི་ཐོབ་པའི་ཚུར་མི་བཏུ་བའི་དུད་འགྲོའི་རིགས་དེ་བཅས་ལ། བྱམས་སྐྱོང་བྱེད་དགོས་ཡ་དང་བརྩི་བ་བྱེད་དགོས་ཡ་དེ། ཧ་ཅང་གལ་ཆེན་པོ་རེད་གསུངས་འདུག། ད་དུང་སྐལ་ལྡན་རིན་པོ་ཆེ་མཆོག་གིས་མུ་མཐུད་སུན་ཡ་ལགས་ལས་འགུལ་དེར་བསྡུས་སྐུ་ལིང་བཞི་སྐོང་གཅིག་དང། ལྷག་པར་དུ་གདན་ས་གྲྭ་ཚང་ཁག་གི་ནང་ཡོད་པའི་ཁྱེད་རྣམས་ལ་དོ་སྣང་གིས་སྨན་བཅོས་སོགས་ཀྱི་ལས་འགུལ་སྤེལ་བཞིན་པ་དེ་ནི། སེམས་ཅན་ལ་བྱམས་བརྩེ་ཙམ་དུ་མ་ཟད། མི་དང་སེམས་ཅན་གཉིས་ཀའི་སྤྱི་ཚོགས་ལ་ལེགས་སྐྱེས་ཕུལ་བ་ཞིག་འགོ་བཟུང་གནང་འདུག། I think
this is a.

Population as well as Human Population། ལས་འགུལ་དེའི་ཐོག་བློ་གསལ་གླིང་གྲྭ་ཚང་ནས་གང་ཐུབ་ཅི་ཐུབ་ཀྱིས་མཐུན་འགྱུར་རྒྱབ་སྐྱོར་གནང་ཞུས་པ་རེད་འདུག། ང་ནི་གྲྭ་ཚང་ངོས་ནས་སྨན་བཅོས་དང་ལྕགས་ལམ་ཉོ་བའི་དང་དེ་འདྲའི་ཐོག་ནས་འབུམ་གཉིས་གསུམ་ཞེས་པ་དེ་འདྲས་བྱས་ཡོད་རེད་དེ་ནི་དེ་ནས་ཞིག་གིས་སྨན་ཁང། དགེ་འདུན་ལམ་སང་ཁོང་ཚོ་གིས་སྤེལ། དེ་ནས་སྨན་གྱི་སྨན་རིན་ཐོག་ལས་ནས་རོགས་པ་གང་ཐུབ་ཐུབ་གནང་ཡོད་ས་རེད། བྱས་ཚད་ནང་འདི་ལྟར་རལ་གྲི་ལག་ཁྱེར་སྣེ་ཁྲིད་པའི་དུད་འགྲོའི་རང་དབང་ཚོགས་ཆུང་ནས་སེམས་ཅན་སྤྱི་དང་ལྷག་པར་དུ་ཁྱིའི་དཀའ་ངལ་དང། བདེ་སྡུག་ཐད་འགན་འཁུར་བཞེས་གནང་གི་ཡོད་པ་མ་ཟད། ད་དུང་ཁོང་གི་ཁྱིམ་དུ་ཁྱིའི་ནད་པ་གསོ་སྐྱོང་གི་དྲག་སྐྱེད་བྱུང་སྟེ། ད་ཆ་བདག་ཉར་བྱས་ཞུས་པའི་ཁྱི་གྲངས་བཅུ་ཕྲག་འགའ་ཤས་ཞུས་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མོ་གྲུབ་ཡན། བོད་ཀྱི་གླུ་བ་བསྟན་འཛིན་ཉི་མས་ཉིས་སྟོང་བཅུ་གཅིག་ལོར་རྒྱ་ནག་རྒྱལ་ཡོངས་ཚེ་རིང་ཆེས་མཐོ་བོ་གི་གླུ་གཞིའི་འགྲན་སྡུར་ཀྲུང་གོ་གི་སྐད་གཉིས་ལས་ཁྱད་བོ་གི་འགྲན་སྡུར་གྱི་གྲས་ཨང་དང་པོ་གི་རྒྱལ་ཁ་ལོངས་ཡས་པ་རེད། རྒྱ་ནག་གི་སྤྱི་ཟླ་བཅུ་བ་གི་ཚེས་ཟླ་ཡི་ཉིན་གྱི་དགོང་མོ་ཉིས་སྟོང་བཅུ་གཅིག་ལོར་རྒྱ་ནག་གི་ཀྲུང་གོ་གི་གླུ་སྐད་སྙན་མོ་བསྟན་འཛིན་འགྲན་སྡུར་ཞེས་པ་པེ་ཅིང་གི་རྩེ་ཚོང་ཨོ་རྩེད་ཚོགས་ཁང་ཆེན་མོའི་ནང་དུ་ཆེས་མཐའ་མ་གི་འགྲན་སྡུར་འདི་གི་ནང་གླུ་བ་མི་ལྔ་ལས་ཚོད་མེད་པོ་གི་གྲས་འགྲན་བསྡུར་མཇུག་མཐའ་ལ་རྩེ་ཕན་འགྲན་ཞུགས་པ་གཉིས་ལས་ལྷག་མེད་པའི་ནང་ནས་ལུ་བ་བསྟན་འཛིན་ཉི་མ་ལ་ཆེད་ལས་མི་སྣ་དང་དྲ་ལམ། དེ་བཞིན་ཡུལ་དངོས་ནས་ལྟད་མོ་བ་བཅས་ནི་དགའ་བསུ་ཆེན་པོ་གི་ཐོག་འགྲན་ཡ་གཞན་ལས་བརྒྱ་ཆ་ཉེར་བཞི་འགའ་ནི་ཨང་དང་པོ་གི་མཚན་སྙན་བླངས་ཡོད་པ་རེད། ཁོང་གི་གླུ་གཞས་མང་ཆེ་ཤོས་བལ་གཞས་ལྷན་དུ་རྒྱ་མི་གི་གླུ་གཞས་མཉམ་བསྲེས་བྱས་ཏེ་རྣམ་པ་གསར་སྐྲུན་གྱི་ཐོག་ནས་གླུ་གཞས་བཏང་འདུག་བསྟན་འཛིན་ཉི་མ་ལགས་ནི་ཕ་ཡི་མདོ་སྨད་རེབ་གོང་ནས་ཡིན་ཞིང་མཚོ་སྔའི་མི་རིགས་ལྷོ་ཆིངས་ཀྱི་དགེ་རྒན་ཡིན་འདུག་རྒྱ་ནག་རྒྱལ་ཡོངས་ཀྱི་གླུ་གཞས་བསྟན་འཛིན་གྱི་འགྲན་བསྡུར་འདིའི་ནང་མཐའ་མ་ཨང་རིང་གླུ་བ་ལྔ་གཅིག་པུ་ཞོགས་ཆུ་བོ་གི་ནང་ནས་བོད་ཀྱི་འགྲན་ཞུགས་གླུ་བ་གཞན་བཅས་ཀྱང་ཚུད་པ་ནི་གླུ་བ་འབྲུག་བྱམས་ཚེ་རིང་ཡིན་ཞིང་འབྲུག་བྱམས་ཚེ་རིང་ལགས་ནི་ཕ་ཡི་མཚོ་ལྷོ་ནས་ཡིན་འདུག་ན་ནིང་ཉིས་སྟོང་བཅུ་བདུན་ལོར་རྒྱ་ནག་གི་གླུ་གཞས་འགྲན་བསྡུར་འདི་དག་ཚུད་པ་ལའང་བོད་ཀྱི་གཞས་པ་གཞིས་ཀ་རྩེ་ནས་ཡིན་པ་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་ཨང་དང་པོ་ལོངས་ཡོད་པ་རེད། གང་དུ་བེམ་ཚོགས་ཀྱི་བེད་སྤྱད་བྱས་ན་ལྷན་ཚོགས་དབུ་བརྙེས་པ་གི་དུས་དྲན་སྲུང་བརྩི་ཞུས་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་ཉིན་དྲན་ཞུས་པ་མུ་མཐད་དུ་གསན་གཟིགས་གནང་རོགས་ཞུ།
བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་མི་ལོ་ཧྲིལ་པོ་བཞི་བཅུ་ཞེ་བརྒྱད་འཁོར་བའི་དུས་དྲན་སྒང་ཏུང་ས་གནས་གཞོན་ནུའི་གོ་སྒྲིག་ཐོག་ཆོལ་ཁ་གསུམ་མི་མང་ཚོགས་ཁང་ནང་འདུ་འཛོམས་ཀྱིས་སྲུང་བརྩི་ཞུས་ཡོད་པ་རེད། དེ་ཡང་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་སྒང་ཏོག་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་མཆོག་ནས་དུས་དྲན་དང་འབྲེལ་བའི་གསུང་བཤད་གནང། གཞོན་ནུའི་ནང་ལ་སྒྲིག་འཛུགས་ནང་ལ་ཡོད་མཁན། གཞོན་ནུ་ཚང་མས་ཀྱིས་ག་དུས་ཡིན་ནས་ཐུགས་ལ་གྱིས་བཞག་བྱས་ནས། ང་ཚོ་ལ་དཀའ་ངལ་ག་འདྲ་ཞིག་འཕྲད་པ་ཡིན་ན་ཡང། དཀའ་ངལ་དེ་ལ་དངོས་གནས་རི་ལྟར་བརྟན་པོ་བྱས་བྱས་ནས་དེ་ལ་གདོང་ལེན་བྱེད་ཀྱི་ཡིན། མང་ཚོགས་ཀྱི་ཐུགས་ལ་བཞག་དགོས་ཏེ་གལ་ཆེན་པོ་གཅིག་ཆགས་ཀྱི་འདུག། དེ་བཞིན་ཡང་ཁོང་ནས་འཛམ་གླིང་འདིའི་ནང་མི་རིགས་ཤིག་འཚོ་གནས་ཐུབ་པ་ལ་མི་རིགས་དེའི་སྐད་ཡིག་སྲུང་སྐྱོབ་བྱ་རྒྱུ་ནི་ཤིན་ཏུ་ནས་གལ་ཆེན་པོ་ཡིན་པ་དང་ལྷག་པར་དུ་ཉེ་བའི་ཆར་ཀ་རྡོར་སྒང་གསུམ་དང་རང་དབང་ལ་བཅས་ནང་གནས་སྡོད་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་སྐབས་རྒྱལ་བའི་བཀའ་བཞིན་སྒྲུབ་པའི་མཆོད་པའི་ཚུལ་དུ་བོད་པའི་སྐད་ཡིག་ཉམས་པ་སླར་གསོ་དང། མི་ཉམས་གོང་འཕེལ་གཏང་རྒྱུའི་འབད་བརྩོན་དང་མང་ཚོགས་ལ་འབོད་སྐུལ་ཞུ་རྒྱུའི་དམ་བཅའ་འབུལ་ཡོད་པ་བཞིན་ཚང་མས་དེའི་ཐོག་ཤུགས་སྣོན་རྒྱག་རྒྱུ་དང་བོད་མི་ནང་ཁུལ་ཆོལ་ཁ་དང་ཆོས་བརྒྱུད་ཀྱི་དབྱེ་བ་མེད་པའི་ཐོག་མཐུན་སྒྲིལ་དགོས་རྒྱུ་གལ་ཆེན་པོ་ཡིན་སྐོར་གསུངས་ཡོད་པ་རེད། འདི་ང་ཚོའི་ཐུགས་ལ་ག་དུས་ཡོད་ན་བཞག་གནང་དགོས་རེད། ད་བོད་སྐད་རྒྱབ་ཟེར་དུས་ག་ནས་དབུས་སྐད་རྒྱབ་ཟེར་གི་ཡོད་མ་རེད་ད། ལུང་པ་སོ་སོ་སོ་སོའི་སྐད་ཡོད་རེད། ལུང་པ་སོ་སོ་སོའི་སྐད་འདི་སོ་སོའི་ནང་ལ་རྒྱབ་ནས་ཕལ་ཆེར་འགྲིག་གི་རེད་ད། དེ་འདྲ་ཞིག་བརྒྱབ་ཐུབ་པ་ཡིན་ན། ཨ་ནི་ཉིན་རེ་ནས་ཉིན་རེ་ང་ཚོ་ཡར་རྒྱས་འགྲོ་ཡ་ལ་ཏན་ཏན་ཕན་ཐོགས་ཡོང་གི་རེད། དེ་རྗེས་ས་གནས་གཞོན་ནུའི་ཚོགས་གཙོ་མཆོག་ནས་ཚོགས་པའི་ལོ་འཁོར་ལེན་འདོམས་དང་རྩིས་ཁྲ་ཁག་སྒྲོག་སྦྱངས་གནང་པ་དང་ཆབས་ཅིག་ཁོང་ནས་སྤྱི་ཚོགས་ཁྲོད་རང་བཙན་དང་ལམ་དབུ་མའི་ལངས་ཕྱོགས་ཐད་འགལ་ཟླའི་གླེང་སློང་བྱེད་མཁན་མང་པོ་ཡོང་གི་ཡོད་པ་དང་གཙོ་ཆེ་ཤོས་ཆབ་སྲིད་ཀྱི་ལངས་ཕྱོགས་གཉིས་ཀས་བོད་བསྟན་སྲིད་ཆེད་དུ་ཕྱག་ལས་གནང་གི་ཡོད་དུས་མང་ཚོགས་ཀྱི་ངོས་ནས་ཀྱང་ཆབ་སྲིད་ཀྱི་ལངས་ཕྱོགས་གཉིས་ཀར་ལ་གུས་བརྩི་ཞུ་དགོས་པ་དང། ང་ཚོའི་སྤྱི་ཚོགས་ནང་མི་རེ་ཟུང་ཞིག་ནས་བོད་མིའི་གཅིག་སྒྲིལ་གྱི་ནུས་པ་ལ་གཏོར་བཤིག་གཏོང་ཐབས་སུ་དམིགས་ཏེ་སྤྱི་ཚོགས་དྲ་ལམ་བརྒྱུད་བོད་མི་ནང་ཁུལ་འགལ་ཟླ་བཟོ་རྒྱུའི་གནས་ཚུལ་རིགས་ཁྱབ་སྤེལ་བྱེད་བཞིན་པ་དེར་དོགས་ཟོན་དང་གནས་ཚུལ་འདིའི་རིགས་དྲ་ལམ་བརྒྱུད་ཁྱབ་སྤེལ་མ་གནང་རྒྱུའི་འབོད་སྐུལ་ཞུས་ཡོད་པ་རེད། གལ་སྲིད་དེ་འདྲའི་ཚིག་སྣ་དགུ་དེ་འདྲའི་དང་དེ་འདྲའི་བོད་བོད་པ་ནང་ལོགས་ལ་ཡར་དཀྲུག་ཤིང་རྒྱག་མཁན་ཚིག་དེ་འདྲ་ཡོད་པ་ཡིན་ན་དེ་མ་དྲང་མོ་ན། མ་དྲང་མོ་ན་དེ་ཡག་པོ་མ་རེད། འདི་ང་ཚོ་བོད་པ་ཁག་གཉིས་བཟོ་འོག་རེད། འདི་རྒྱ་མི་ལ་སྒོ་ཐ་ཆེར་བགོ་ཡོད་རེད། ང་རང་ཚོའི་གཞུང་ནུབ་གནང་ལོག་ལ་བདག་ར་ཚག་བསྡད་ཡོད་རེད། མཐའ་མཇུག་ཁོང་ནས་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་སྐབས་སྒང་ཏོག་མི་མང་གི་ངོས་ནས་བོད་པའི་སྐད་ཡིག་སྲུང་སྐྱོབ་བྱ་རྒྱུའི་དམ་བཅའ་འབུལ་བ་བཞིན་ཚང་མས་གང་ཐུབ་ཀྱིས་བོད་མི་ནང་ཁུལ་བོད་སྐད་རྒྱབ་དགོས་སྐོར་གསུངས་ཡོད་པ་རེད། དེ་རྗེས་ས་གནས་གཞོན་ནུའི་དྲུང་ཆེ་བསྟན་འཛིན་བརྩོན་འགྲུས་ལགས་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་དབུས་སྤྱི་ཁྱབ་རྒྱུན་ལས་ཁང་ནས་སྤེལ་བའི་ཡོངས་ཁྱབ་གསུང་བཤད་དང་འགན་འཛིན་ལྷན་ཚོགས་ཐེངས་བཞི་བཅུ་ཞེ་བརྒྱད་པའི་ཐོག་བཞག་པའི་གྲོས་ཆོད་ཁག་མང་ཚོགས་ལ་སྒྲོག་སྦྱངས་གནང་ནས་མཛད་སྒོ་མཇུག་སྒྲིལ་གནང་ཡོད་པ་རེད། ཡང་སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་ཐོག་ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ནས་ཉི་ཤུ་རྩ་གཅིག་བར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་རྟགས་མ་འབུལ་བཞེས་མཛད་པའི་ཉིན་མོ་དང་སྟབས་བསྟུན་བོད་ཀྱི་དཔའ་བོ་དཔའ་མོའི་དྲན་རྟེན་གྱི་དྲ་འབུར་འགྲན་བསྡུར་ཞིག་ཀྱང་གནང་རྒྱུ་ཡིན་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་གེ་སར་སྒང་ཏོག་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྒྱལ་སྤྱི་ཀྱི་ཉེན་རྟོག་འགྲན་ཚོགས Interpol ཞིབ་ཀྱི་སྤྱི་ཁྱབ་འགན་འཛིན་རྒྱ་ནག་སྤྱི་ཁྱབ་ལས་ཁུངས་སླད་ཕྱིན་གཞན་པ་གི་གོ་གནས་ཡལ་མཁན་མིང་ཧོང་ཝེ་ལ་རྒྱ་ནག་གཞུང་གི་ལྐུགས་ཟ་སུག་གི་ནག་ཉེས་ཚབས་ཆེ་སོབ་ཀྱི་ཉེན་ཚབས་ཚོད་འདོགས་རྒྱ་ནག་གཞུང་གིས་རང་ཉིད་ཀྱི་སྤྱི་བདེ་བློན་ཆེན་གཞོན་པ་ལོ་ན་བགྲོད་ཀྱི་རེ་བཞི་ཡིན་པ། མིང་ཧོང་ཝེ་ལོ་བཞི་ལྔ་ལ Interpol སྟེ་རྒྱལ་སྤྱི་གི་ཉེན་རྟོག་སྒྲིག་འཛུགས་ཀྱི་སྤྱི་ཁྱབ་འགན་འཛིན་དུ་བསྐོ་གཞག་གིས་རྒྱལ་སྤྱི་ཀྱི་ཐོག་རྒྱ་ནག་ལ་ཆེ་མཐོང་ཆེན་པོ་བྱས་དང་སྤོབས་པ་ཆེན་པོ་བྱས་ཡིན་པ་ངོས་འཛིན་བྱས་ཡོད་ཀྱང། ཟླ་བ་སྔའི་མ་མིང་ཧོ་ཝེ་ཧྥ་རན་སི་ནས་ཚུད་རྒྱ་ནག་ནང་ལས་ཀྱི་བཀའ་གསུང་ཆ་མེད་དུ་གྱེས་ཡོད་པ་དང། རྒྱ་གཅིག་གི་ཉེན་རྟོག་སྒྲིག་འཛུགས་རྟེན་གཞི་ཚ་ཡར་ཧྥ་རན་སི་གཞུང་གིས་ཁོང་བཀའ་གསུང་ཆ་མེད་དུ་གྱེས་པོ་གི་གནས་ཚུལ་སྐོར་རྒྱ་ནག་ལ་འདྲི་རྩད་བྱས་མཐར། ཁོ་སྐུ་བཟའ་གི་གནས་གདན་གྱི་རྐྱེན་གྱིས་བཀག་ཉར་བྱས་ཡོད་སྐོར་གསལ་བཤད་བྱས་ཡོད་པ་རེད། དུད་ཚང་རྒྱ་གཅིག་གི་ཉེན་རྟོག་སྒྲིག་འཛུགས་ཀྱི་མིང་གིས་འགན་འཛིན་གྱི་གོ་གནས་ནས་དགོངས་པ་ཞུས་ཡོད་པ་གསལ་བསྒྲགས་བྱས་འདུག། རྒྱ་ནག་གཞུང་གི་ཉེན་རྟོག་ལས་ཁུངས་ཀྱིས་མིང་ཧོང་ཝེ་ཡི་སྐུ་ཟླ་གི་ནང་ཉིན་སོགས་ནས་དམར་ཤོག་ཚོགས་པ་གི་འཕྲིན་སྦྲེལ་དང་འགའ་ཡན་ལུའུ་དང། ཡོང་གུའུ་སོགས་རྒྱ་ནག་གི་བཙན་འོག་ཏུ་ཡོད་པའི་ཉེན་རྟོག་ལས་ཁུངས་ཀྱི་མགོ་ཁྲིད་སི་པ་ཀྲུང་ཡོང་ཁང་གི་མཛེས་ཉེན་ཁང་དང་འབྲེལ་བ་ཡོད་པ་ཉེས་འཛུགས་བྱས་ཡོད་འདུག་དེ་རིང་གི་མེ་ལོང་གི་ལེ་ཚན་ནང་རྒྱ་གར་ལྷོ་ཚོགས་བལ་དགུ་པའི་གཞིས་མི་ཨུ་འཇཱ་ལགས་ནས་ཅོ་ནོ་ཀོ་སི་སྤྱང་ཀི་ཆེན་པོ་ཕྱུགས་ཀྱི་བཀའ་སློབ་ལམ་སྟོན་གཞི་བཟང་གཞན་གྱི་ནང་བོད་ཀྱི་ལོ་རྒྱུས་འཇགས་ཐག་ཆད་དུ་ལོ་རྒྱུས་སྡེ་ཁག་བཅས་ཚུར་སྒྲིག་ཞུ་ཡས་པའི་སྐོར་སྤེལ་མ་དངོས་གྲུབ་ལགས་ཀྱིས་ངོ་སྤྲོད་གནང་གི་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་མོ་མཆོག་གི་བཀའ་དགོངས་ལམ་སྟོན་སྙིང་བཅངས་ཀྱི་སྦལ་ཀུབ་བུ་ལུག་གསོ་མཚམས་བསྐྲུན་ལེན་ཞི་ཁྲོ་ལྔ་པའི་ནང་ཞུགས། བུད་མེད་འདས་སོང་བསམ་མཁན་རིན་ཆེན་དབང་རྒྱལ་ལགས་རང་ཉིད་ཆུང་དུས་ནས་བླ་བྲེ་སོགས་ལ་འགྲོ་མྱོང་མེད་ཀྱང། རང་ངོས་ནས་ཤེས་ཡོན་སློབ་སྦྱོང་ལ་ཐུགས་སྣང་འབད་བརྩོན་གནང་སྟེ། བོད་རིགས་ན་གཞོན་རྣམས་ལ་བོད་ཀྱི་འདས་པའི་ལོ་རྒྱུས་རྣམས་ཤེས་རྟོགས་ཡོང་རྒྱུའི་ཆེད་དུ་དམིགས་ཏེ། ཁོང་གི་སྐུ་ཚེ་དང་འབྲེལ་ཏེ་སྔ་ཕྱིར་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་བོད་ཡིག་ཐོག་ཕྱག་དེབ་ཁག་ཅིག་ལྗགས་རྩོམ་གནང་ཡོད་པ་མ་ཟད།
ད་དུང་མུ་མཐུད་གནང་བཞིན་པ་རེད་འདུག།
ད་ལྟའི་ང་ཚོའི་མི་རབས་དེ། སྐྱིད་སྡུག་མང་པོ་མྱོང་བ་གི་མི་རྒན་ཞིག་རེད་ད་དེའི་ཐོག་ལོ་རྒྱུས་ཡོད་པ་དེ་གས་དེ། སོ་སོས་བྱ་ཡ་དེ་གལ་ཆེན་པོ་རེད་སོ་སོས་ཡི་གེ་ཤེས་ཀྱི་ཡོད་ན་ཡི་གེ་ཤེས་མ་བྱས་གལ་སྲིད་ཡི་གེ་ཤེས་ཀྱི་མི་འདུག་ན། གར་སོང་རེད་ད། ང་ལྟོགས་ནས་བཤད་ཅིང་ད་སྐད་སྐོར་དེ་འདྲའི་ནང་ལ་བཅུག་ནས་ལན་མ་ཞུ་ནས་འདི་གལ་ཆེན་པོ་ཞེ་པོ་ཞིག་རེད་བཞིན་གསུངས་ཡོད་རེད་བ་དེ་གིས་བཀའ་སློབ་དེ་སྙིང་ལ་བཅགས་བྱས་ནས་ད་དྲི་ཡག་གི་འབད་བརྩོན་འདྲ་བོ་དེ་འདྲ་བྱེད་ཀྱི་ཡོད་ལ། དེང་བསམ་གྱིས་དབང་རྒྱལ་ལགས་ཀྱིས་ལྗགས་རྩོམ་གནང་བའི་ཕྱག་དེབ་དང་པོ་དེ་ནི། ཁོང་རང་ཉིད་འཁྲུངས་ཡུལ་གཙང་མ་དར་ཁུལ་གྱི་དགོན་པ་ལྷ་ཁང་ཁག་གི་ལོ་རྒྱུས་ཀྱི་ཕྱག་དེབ་ཞིག་དང། གཉིས་པ་དེ་ནི་ཁོང་གིས་མི་ཚེའི་ལོ་རྒྱུས་དང་འབྲེལ་ཏེ་བོད་ཀྱི་དེའི་མ་འོངས་ད་ལྟའི་གནས་སྟངས་ཀྱིས་མཚོན་པའི་མི་ཚེའི་བདེ་སྡུག་མྱོང་ཚོར་ལ་བྱུང་བའི་གཏམ་རྒྱུད་ཞེས་པ་ཞིག་མཛད་པ་དང། གསུམ་པ་དེ་བོད་གཞུང་མང་བཙན་བྱོལ་དུ་བྱོན་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་དང་འབྲེལ་ཏེ། བལ་དགུ་པའི་ལུགས་ཟུང་བསམ་དྲུང་གླིང་གཞིས་ཆགས་ཀྱི་ལོ་རྒྱུས་ལྗགས་རྩོམ་གནང་སྟེ། དེ་མ་ཚར་བའི་གོང་དུ་བུད་མེད་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ཀྱི་བཀའ་མངགས་ལྟར། རྒྱ་བལ་འབྲུག་གསུམ་གྱི་བུད་མེད་གཞིས་ཆགས་ཁག་གི་ལོ་རྒྱུས་རྩོམ་སྒྲིག་གནང་མཁན་ཁོངས་སུ། ལས་འཁུར་ཞུས་གནང་ཡོད་པ་དང་ཕྱོགས་མཚུངས་དབུས་གཙང་ཆོལ་ཁའི་བོད་གཞུང་མང་བཙན་བྱོལ་དུ་བསྐོས་ནས་མི་ལོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་ཕྱག་དེབ་ཞིག་ཕྱོགས་སྒྲིག་གནང་བ་དེའི་ནང་དབང་རྒྱལ་ལགས་རང་ཉིད་ཀྱི་མི་ཚེའི་ལོ་རྒྱུས་ལྗགས་རྩོམ་གནང་ཡོད་པ་དང། དེ་རྗེས་དབང་རྒྱལ་ལགས་ནས་དེ་སྔ་ས་མ་ཏཱ་ཁུལ་གྱི་དགོན་པའི་ལོ་རྒྱུས་ལྗགས་རྩོམ་གནང་བ་དེའི་ནང་དགོན་པ་ཁག་གཅིག་གི་ལོ་རྒྱུས་ཁ་སྣོན་གནང་བ་དང་སྦྲགས་འདྲ་པར་མང་པོ་ཞིག་གཙང་ཆུ་འགས་བསྐྱར་དུ་དཔར་བསྐྲུན་གནང་ཡོད་པ་རེད་འདུག་ལ། ད་ལྟའི་ཆར་ཁོང་གིས་ནང་མི་ཁག་གཅིག་གི་རེ་སྐུལ་ཞུས་པ་ལྟར་ཟ་མ་ཏཱ་ཁུལ་གྱི་ལོ་རྒྱུས་སྤྱི་དང་ལྷག་པར་དུ་བསམ་ཁྱིའི་ཁྱིམ་ཚང་གི་ལོ་རྒྱུས་ཤིག་ཇག་རྩོམ་ནང་ཞུས་པ་རེད་འདུག། ཁྱིམ་དུ་སོང་ནས་ད་ད་ལྟ་རང་ཡུལ་ས་མ་དེ་གི་ལོ་རྒྱུས་ཅིག་དང། ནི་བྱེ་བྲག་ཏུ་རང་གི་ཁྱིམ་ཚང་བསམ་ཁྱིའི་གི་ལོ་རྒྱུས་ཅིག་ད་ལྟ་མགོ་ཚུགས་བཞིན་བྲི་གི་ཡོད་ད་དེ་ག་འདྲ་ཡོང་འདྲ་ཡོད་ད་ནི་ད་ལྟ་ཤེས་ཀྱི་མི་འདུག་ད་དེའི་ལོ་རྒྱུས་དེ་ཡག་ཡག་ཅིག་གི་ཕྱི་རབས་ཚོ་ལ་ཡག་བཞག་ཡག་གི་ཅིག་ལོ་རྒྱུས་གལ་ཆེན་པོ་ཅིག་ནི་ཆགས་ཀྱི་འདུག། འཚམས་རྒྱལ་དྲིན་ཅན་དབང་རྒྱལ་ལགས་ནས་བོད་དབུས་གཙང་རྒྱལ་རྩེ་ཁུལ་གྱི་ས་དམར་དང་ཁུལ་གྱི་འཚམས་རྒྱལ་ཞེས་པའི་ཁྱིམ་ཚང་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཞི་གཉིས་ལོར་འཁྲུངས་ཏེ། ཆུང་དུས་ཨ་མ་ལགས་འདས་གྲོངས་སུ་གྱུར་ཞིང་པཱ་ལགས་ཁྱིམ་ཚང་ནས་ལོགས་སུ་ཐོན་པའི་རྗེས། ཁོང་ལ་གཅེན་གཅུང་ཕོ་མོ་ལྔ་ཡོད་པ་རྣམས་ཆུང་ཆུང་ཡིན་ཞིང་སྐབས་དེར་ཁོང་ལ་སློབ་གྲྭར་འགྲོ་རྒྱུའི་གོ་སྐབས་རག་མེད་ན་ཡང། དགུང་ལོ་ལྔ་ཡིན་པའི་སྐབས་པཱ་ལགས་དང་ཞང་པོ། དེ་བཞིན་གཅེན་མོ་བཅས་ཀྱི་མདུན་ནས་ཀ་མད་སུམ་ཅུ་སྦྱངས་གནང་ཡོད་ཀྱང། དེ་རྗེས་ལོ་བཅུ་གསུམ་བར་ཡི་གེ་སློབ་མཁན་བྱུང་མེད་ན་ཡང། ལོ་བཅུ་གསུམ་སྐབས་ཆོས་སྒོར་བཏགས་མཁན་སྤོ་ལགས་ཤིག་གིས་ཀ་མད་སུམ་ཅུ་སློབ་ཁྲིད་གནང་སྟེ། ལོ་བཅོ་བརྒྱད་བར་དེབ་དང་སྨྱུ་གུ་མེད་པར་ས་དང་རྡོ་སླེབས་བེད་སྤྱད་དེ། ཡི་གེ་བྲིས་ཀློག་སྦྱང་རྒྱུར་དོ་སྣང་འབད་བརྩོན་གནང་སྟེ། ཡི་གེ་གང་འཚམ་ཤེས་ཡོད་པ་རེད་འདུག། སོ་སོས་རང་སྦྱོང་རྐྱང་རྐྱང་བྱས་ནས།

ལོ་བཅོ་བརྒྱད་ལོ་དེར་སོན་ན་ཡི་གེ་ཨོ་ཆོས་ཡག་པོ་ཆགས་པ་རེད། ཁོང་ལོ་བཅོ་བརྒྱད་ལ་སོན་པའི་སྐབས་བོད་ནང་དུས་འགྱུར་བྱུང་སྟེ་ཁོང་ལོ་བཅུ་དགུའི་སྐབས། ནང་མི་ཉེ་འབྲེལ་དང་མཉམ་དུ་དཀའ་ངལ་དུ་མ་ཞིག་ལ་གདོང་ལེན་གནང་སྟེ། རྒྱ་གར་འབྲས་ལྗོངས་བརྒྱུད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར། རྒྱ་གར་ལྷོ་ཕྱོགས་བལ་སྐུད་པའི་བུད་མེད་གཞིས་ཆགས་ཀྱི་ནང་འབྱོར་ཏེ། གཞིས་ཆགས་ཐོག་མར་གསར་འཛུགས་སྐབས་ཀོ་ལེ་སྐྱོད་མཁན་གྱི་གྲས་གཞིས་ཆགས་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ནས་བདུན་ཅུ་དོན་ལྔ་བར། ལོ་ངོ་བཅུ་གཉིས་རིང་བླ་མའི་སྦལ་དགུ་པའི་ལུགས་ཟུང་བསམ་འགྲུབ་ནས་ཞི་ཁྲོ་ལྔ་དྲུག་གཉིས་ཀྱི་ལས་ཤོག་བསླབ་གྲྭའི་སློབ་དགེ་གནང་བ་ནས་བཟུང་སྟེ་ད་བར་འདས་པའི་ལོ་ངོ་བདུན་ཅུ་ཙམ་གྱི་རིང་ཁོང་ནས་ས་གནས་བུད་མེད་ཚོགས་སྡེ་འདྲ་མིན་གྱི་ནང་ཤེས་ཡོན་དང་འབྲེལ་བའི་ལས་དོན་ཞབས་ཞུ་བསྒྲུབས་གནང་ཡོད་པ་རེད་འདུག་ཡང་ལྷོ་ཕྱོགས་སྦལ་དགུ་པའི་བུད་མེད་གཞིས་ཁང་ནས་ཨེ་ཤ་རང་དབང་རླུང་འཕྲིན་རྒྱལ་ས་ཁོས་འབའ་པའི་དངོས་གྲུབ་བུན།